བོ་དོན་ལོ་རྒྱུས་དཔེ་དེབ་མང་པོ་ཞིག་ནི་དེའི་གི་རྗེས་འབྲངས་བྱས་པ་ནི་བཤད་མི་དགོས་པ་ཅིག་རེད་ད་བཤད་འདི་དཔེ་མཚོན་གཞི་དགོས་གི་ཡིན་ད་ལུང་འདྲེན་འདུན་པ་ནི་བྱི་བ་རེད། ད་ལུང་འདྲེན་འདུན་པ་དེ་གི་ཡོང་ཁུངས་དེ་སུའུ་ཝུན་ཆིང་གི་གི་ནི་དུས་རབས་བཅོ་བརྒྱད་ནས་དུས་རབས་ཉི་ཤུ་བའི་སྟོད་ལ་བོད་མི་རིགས་ཀྱི་ཡིན་འགོག་འཐབ་རྩོད་རག་ལངས་སའི་ཀྲུང་དབྱང་མི་རིགས་སློབ་གླིང་གི་མི་རིགས་ཞིབ་འཇུག་ཁང་གི་སྒྲིག་པའི་མི་རིགས་ཞིབ་འཇུག་གི་ཞིག་མཚོན་ཕྱོགས་དེའི་སའི།

ནི་ཡན་དྷའི་ཆང་ཡིག་དེ་བཞག་ཡོད་ཀྱིས་སུ་ཅང་མ་འགོར་རེ་ཨ་ནི་དབྱིན་ཇིའི་གི་ད་ཆང་ཡིག་དེའི་གི་དོན་ཚན་དེ་ར་ང་རྒྱིས་སུ་ཨ་ནི་ཨ་ཨ་ང་རྒྱིས་སུ་ཨ་ནི་ཐོག་མེད་སུ་གོ་རེ་ད་ཐོག་མེད་ཨ་ཇི་ཝི་ལི་སི་ཡ་དང་ཨ་ནི་མ་ཇ་གོ་སི་ཡ་འདི་ཡིན་རྒྱུ་རྒྱལ་ཁབ་རེད་ད་དེ་ནི་ཧྲི་ཀྲིན་ཡིས་སི་ཡ། ཨོ་སི་ཐུའུ་སོགས་མངགས་ནས་ཨ་ནི་སི་ཁྲོན་ནས་བོད་དུ་གཏོང་འདོད་བྱས་པ་རེད། བོད་རིགས་མི་དམངས་ཀྱིས་འབའ་ཐང་དུ་དམག་བསྡུས་ཏེ་ལུས་རྟེན་འགྱུར་མེད་ཀྱི་འགོ་སེར་འགོ་སེར་ཚོ་བཀག་ནས་བཏང་མེད། བོད་རིགས་མི་དམངས་ཀྱིས་དུས་ལྟར་ལུས་རྟེན་འགྱུར་མེད་ཀྱི་བཀག་འགོག་གི་གནོན་འགྱུར་གྱིས་རང་གི་དབྱིན་ཇི་བཙན་འཛུལ་བར་ཐེབས་སྲིད་པ་རེད། མཐའ་མཇུག་བོད་དུ་འགྲོ་རྒྱུའི་འཆར་གཞི

ཨང། དེ་ནས་ད། མིང་གི་རྒྱ་མཚོ་བྱས་ན་ཚེ་ཟེར་ཡ་དེའི་ནང་གི་དང་ཨོ་རྒྱ་ཚིག་མཛོད་ཆེན་མོ། ཀྲུང་གོའི་ཤེས་བྱ་སྐུལ་འདེད་ཀྱི་ཆོས་ལུགས་དབང་པོ་སོགས་ནང་ནས་བོད་དང་འབྲེལ་བའི་ཚིག་ད་ཚིག་བརྒྱ་ཕྲག་འགའ་བྲིས་པའང་ད་གོང་འགན་ཁུར་ཡོད་རེད་ཟེར་ཡ་དེ་འདྲ་མི་གཅིག་རེད་ཤག། དེ་ནས་གཉིས་པ་དེ་ལུང་འདྲེན་བདུན་པ་གི། ཡང་ཁོང་གིས་ད་ལྟ་དུས་རབས་བཅོ་བརྒྱད་ནས་ཞེས་བརྩམས་ཏེ། ཆ་ཚང་ཡང་ད་ལྟ་ཧྥེ་ཞའོ་ཐུང་གི་སྒྲིག་འཇུག་གི་མི་རིགས་ལོ་རྒྱུས་ཞེས་བརྩམས་ཤིང་དེ་དུས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ང་གཅིག་ང་གཅིག་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱ་ཆ་གསུམ་པར་དེའི་གི་མའེ་ཆ་ནང་བྲིས་ཡོད་གི་རེད། ཀྲུང་ཧྭ་མི་རིགས་ལྷོ།

ལུང་འདྲེན་གྱི་ནང་གི་སྔ་རྗེས་སུ་ནི། བྱི་བའི་ལུས་ཞེས་སོགས་ངག་བཞི་ཡང་ཚིག་འདིའི་ནང་ལོགས་ནས་ད་ལྟ་བྱི་བའི་ལུས་ཟེར་ཏེ། དོན་བདེན་པས་ནི་དབྱིན་ཇིའི་མི་སྣ་རེད། ཁོ་ནི་ཆུ་ལུགས་ཁོ་ནི་ཀོང་ཞི་ཁྲི་ལོ་གསུམ་པ་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་དོན་བདུན་བདུན་ལོ། ནི་སི་ཁྲོན་ནས་བོད་ལ་འགྲོ་ཡ་གི་ཐབས་ཤེས་ཐོན་ཡ་རེད་དེ་ཡིན་ན་བོད་པ་དགའ་ཤ་རེད་ཟེར་ཏེ་གོ་མཁྱེན་རེད་ཟེར། ད་ལྟའི་ཡི་ཤུ་དེ། ཡ་ཧན་ཀྲང་དང་མདུན་མཚུངས་པ། མདུན་མཚུངས་བྱས་ནས་ལུང་འདྲེན་འཁྲིག་པ་ནང་ལོགས་ནས་དང་པོ་ཁོ་རང་གི་སེ་ལ་མ་སེ་ལ་ར་རི་བོ་བྱས་ནས་ནས་ད་ལྟ་གི་ད་ཚགས་ཆེན་རྒྱ་ཡིག་གི་ཚགས་དང་ད་དེ་མ་བཞག་ནས་ནས་རྨ་བྱ་སྐོར་ཧྲི་ཀྲིན་ཡིས་ཨོ་སི་ཐུ་ཁེ་ལེ། ཁས་ལེན་ལེན་ཟེར་ཡག་ལ་སོགས་པ་ད་དེ་ལ་ཚགས་ཆེ་མ་བཞག་གིས་དེ་འདྲ་བྲིས་བཞག་རེད་ཟེར། དེ་ནས་བིན། ད་ལྟ་གི་སུ་ཝིན་ཆིང། ལ་སོགས་པ་གི་དེའི་རྒྱུན་དུ་མཐུད་ནས་ཨ་ནི་དེའི་སྒང་ལ་ཨ་ནི་ད་ལྟ་གི་ད་ཚགས་ཆེ་འཛིན་ན་འདྲ་ད་དེ་རྟགས་བཞག་ནས་ད་ལྟ། ཅི། ཝི་ལི་ཟེར་ཡག་དང་མ་ཅཱ་ཀོ་ཟེར་ཡག་དང་ཧྲི་ཀྲིན་ཡི་ཟེར་ཡག་དང་ཨོ་སི་ཐུ། ཟེར་ཡག་གི་མི་ཨ་ནི་དེ་འདྲ་གི་ད་ཚགས་ཆེན་བཞག་ནས་སོ་སོས་བྱས་ཡག་རེད་ཟེར། དེའི་འདིའི་སྒང་ལ། ད་ལྟ་ཨོ་སི་མ་ཅཱ་ཀུ་ཟེར་བ་དེ། ད་ཨོ་སི་ཀྲི་ཡ་དང་ཧན་གྷ་རི་བཙན་རྒྱལ་གྱི་གཉིས་ཆ། འདི་གཉིས་ཆ་གི་འཁྲིག་སྤྱོད་ཀྱི་གནས་ནི་ད་ལྟ་མ་ཅཱ་ཀུ་དང། ཨོ་སི་ཀུ་ཟེར་འདི་གཉིས་རེད་ཟེར། ད་འདི་གཉིས་ཀ་དབྱིན་ཇི་བཙན་རྒྱལ་གྱི་མངའ་ཁོངས་སུ་ཡིན་པ་དེ་འདྲ་ཆགས་ཚར་བ་རེད་ཟེར། ད་ད་ལྟ་གི་ཆི་ཝི་ལི་ཡིས་ཟེར་བ་དེས་ཨ་ནི་ད་ལྟ་གི་མཱ་ཅཱ་གུ་ཟེར་བ་དང་ཨོ་སི་ཐུ་ཟེར་བ་གི་གི་འདི་དང་ཨ་ནི་དབྱིན་ཇི་གི་མིས་འདི་དང་གཅིག་པ་ཡིན་ཡག་གི་གྱུར་ནས་ཨ་ནི་རྒྱལ་ཁབ་གྱི་དེ་དེ་ཨ་ནི་དབྱིན་ཇི་དབྱིན་ཇི་བ་གྱུར་སོང་བ་རེད་ཟེར་དེ་རེད། ད་རྒྱལ་ཁབ་ནང་ལ་མི་མི་ནི་འདྲ། མ་རྒྱལ་ཁབ་ཟེར་ཡག་དེ་ནི་རྒྱལ་ཁབ་གི་མིང་རེད་དོ། ད་རྒྱལ་ཁབ་མིང་དེ་མི་མི་ཡིན་ཡག་གི་ཅི་ནི་ནི་ཡིན་ཅིག་གི་མི་དེ་མི་མིང་དེ་ང་ལ་དྲིས་ནི་དེའི་མཉམ་དུ་ནི་མ་བྲིས་ཤག་རེད་ཟེར་དེ་རེད། ད་ལུང་འདྲེན་རྒྱས་པ་དེ། ལུང་འདྲེན་རྒྱས་པ་གི་ཡོང་ཁུངས་དེ་སྐལ་བཟང་དང། ཡིས་ཀྲེང་ཟེར་ཡག་དང་ཡང་ཡང་ཧོང་ཟེར་ཡག་སོགས་ཀྱི་ནི།

དང་མཉན་དུ་ནི་ཆང་ཡིག་ད་ལྟ། ཡན་ཐའི་ཆང་ཡིག་ཟེར་དེ་བཞག་རེད། དེ་བཞག་ནས་ཅང་མ་འགོས་ཡིན་ཅིག། གཞུང་གི་ཆང་ཡིག་དེའི་དོན་ཚན་དེ་ར། ང་རྒྱས་སུ་ད་ལྟ་གི། ད་ཅི་བའི་ལས་སུ་ཡ་དང་མ་ཅག་གོ་སར་ཧྲི་ཀྲན་ཡིས་ཡ་དང་ཨོ་སི་ཐུ་ཏི་ལ་སོགས་པ་གི། མི་དེ་ཚོ་ཟིག། ནི་སི་ཁྲོན་ནས་བོད་ལ་དང་དུ་བྱིན་བ་རེད་དང་ཡ་གི་འཆར་གཞི་འཐེན་པ་རེད། ད་བོ་ས་ནི། ངས་ཨ་ནི་ཕྱིན་སྲིད་གཞུང་ལ་སེའུ་སྐྱེས་ག་རེ་རྒྱུ་བ་རེད་ན་གལ་ཏེ། མགོ་སེར་དེ་ཚོས་ངས་ཨ་ནི། སྐད་ཆ་མ་ཉན་པ་དང་དེ་ཚོས་ཨ་ནི། ཚིག་རྒྱན་ནས་ཡར་ཡོང་ན། གལ་ཏེ་ཁོ་ཚོས་བཙན་དབང་གི་ཨ་ནི་ས་མཚན་འགེལ་ཡ་ན། བོད་པ་ཚང་མ་ཨ་ནི། མཐུན་སྒྲིལ་བྱས་ནས་ཨ་ནི་བེད་དེ་ད་ཕ་ཨ་ནི་དགྲ་འགོག་གི་ཡིན། ནི་ཁོ་རང་ཚོ་བསླབ་བྱ་དེ་ནི་ཁོ་རང་ཚོ་ད་མ་ཡོང་ཟེར་སྐད་ཁ་མ་གཏོགས་བཙན་དབང་གི་སྐད་ནི་བོད་པ་འགག་གི་ཡིན་ཟེར། ད་བོད་མི་རིགས་ཀྱི་དེ་ལྟ་བུའི་ཨ་ནི། བོད་མི་དམངས་ཀྱི་ཨ་ནི་ཕྱོགས་གཏོད་ནས་ཨ་ནི་ད་ཕྱོགས་འབད་ན་བཞག་ཡ་ནི་འགག་གི་ཡིན་ཟེར། བོད་མི་དམངས་ཀྱི་འདི་ལྟ་བུའི་བློ་བརྟན་འགྱུར་མེད་ཀྱི་བཀག་འགོག་བྱས་པའི་དབྱིན་ཇི་ཚན་རྩལ་པའི

དགོངས་གཞི་ཁྲི་ལོ་ལྔ་བ། དབྱིན་ཇི་བཙན་རྒྱལ་རིང་ལུགས་པའི་ཆིངས་ཡིག་གི་དོན་ཚན་དེ་གཞིར་བཟུང་ནས། རྨ་བྱ་སྐུའི་སྲིད་སྐྱོང་དེ་ལ་ཧྲི་ཀྲིང་ཡི་ཟེར་ཡ་དེ་ཁོའི་སྲིད་སྐྱོང་ཡིན་པ་བཅས་བསྒྱུར། ད་ཧྲི་ཀྲིང་ཡི་ཡི་ཟེར་བའི་མིང་དེ་རྒྱ་ཡིག་སྒང་ནས་ཕར་བལྟས་ན་ཧྲི་ཀྲིང་ཟེར་དེ་གང་ལ་ད་སྲིད་སྐྱོང་གཅིག་གོ་རོ། ཨ་ནི་ཁོའི་སྲིད་སྐྱོང་ཟེར། ད་དེ་བསྒྱུར་ཡ་ཁོ་རང་ཨ་ནི་ནོར་འདོད་ཡ་དེ། དེའི་སྐོར་དེ་ནི་ལུང་འདྲེན་ཉི་བ་གི་མཆན་ནང་ལ་ནི་གསལ་བོ་ཡོད་རེད་ད་ག་དུས་དེའི་རྗེས་སྲིད་སྐྱོང་ཀྱི་ད་སྲིད་སྐྱོང་ཀྱི། དེ་ནི། ཡོད། ཁི་ལེ་སོགས་བཏང་སྟེ་བོད་ལྗོངས་སུ་ཡུལ་སྐོར་ར་ཡོང་ཡ་ད་དེ་ནི་མང་གཅིག་བསྡད་ས་བཀའ་ཤག་གི་གྲོས་ཚོགས་ལ་བསྡད་དེ་དེའི་ཐོག་ནས་གོ་བསྡུར་བྱེད་སྐབས་སྲིད་ལོང་བ་བོད་ལྗོངས་སུ་ཡང་བསྐྱར་མགྲིན་གཅིག་ཏུ་ངོ་རྒོལ་བྱེད་ད་མགྲིན་གཅིག་ཏུ་ངོ་རྒོལ་བྱེད་པ་མ་ཟད་ཇི་སྙེད་བོད་ཡིག་ནང་དུ་སྤྱི་ད་དེ་ཡའི་ཁྲོམ་བ་ནང་ན་སྤྱི

དེ་འདྲ་གི། ད་ཚང་མ་གི་གན་རྒྱ་སོགས་ཡིག་ཡིག་བཞག་ནས་ཡོད་ནི་ཁྲིད་རྒྱུ་གི་དེ་ཉིད་དེ་ཁྱད་པར་ཡོད་དེ་སེའུ་རི་བྱ། དེ་ནས་ང་ད་ཇི་སྙན་པོ་དེ་ཆིང་གོང་མོ་ཤི་གི་ཡོད། ད་ཆིང་གོང་མ་ལ་ནི་དེ་ཚོ་མ་ཡོང་ཡ་དང་ད་བོད་པ་གི་རིན་དོད་དེ་ཡ་ཤི་དགོས་ཡ་གི་རིན་དོད་མཐོ་ཡ་རེད་ཟེར། ཇི་སྙན་ཡིག་གི་ཆ་ཚང་ཤན་སེར་ད་དེ་གི་བརྗོད་བྱ་དེ་མི་རབ་ནས་མི་རབ་བར་ཤི་གསོན་ཇི་ཡོང་ལ་མ་འཛེམ་པར་དེའི་ནད་ཡང་ཕྱི་ལོང་པ། ང་ཁོངས་སུ་འཛུལ་དུ་འཇུག་རྒྱུ་མིན་ཟེར། གལ་སྲིད་ད་ཤི་སྔོན་ཞེས་བྱུང་ན་བོད་ལྗོངས་མི་དམངས་ཀྱི་རང་སྲོག་དང་བསྡུས་ནས་ཨ་ནི་བཀག་འགོག་བྱ་རྒྱུ་ཡིན་ཟེར། དེ་རྗེས་གོང་གསལ་ལོ་རྒྱུས་ཀྱི་ཡིག་རིགས་དེའི་ཐོག་ནས་དབྱིན་ཇིས་བཙན་རྒྱལ་རིང་ལུགས་པའི་ཚན་རྩལ་གྱི་དམིགས་ཡུལ་འགྲུབ་ཆེད་བོད་དང་མེས་རྒྱལ་གྱི་འབྲེལ་བ་འབྲེལ་བ་ཀུན་སློང་དུག་རྩུབ་ཀྱིས་གཏོར་བཤིག་ཅི་ལྟར་བཏང་ཡོད་པ་དང། ལོ་རྒྱུས་ཀྱི་དོན་སྙིང་ལྡན་པའི་ཡིག་ཆ་འདིའི་རིགས་རྒྱས་མི་དབྱི་བ་མ་ཟད་རྒྱལ་སྤྱི་ཀྱི་སྲོལ་རྒྱུན་ལྡན་པའི་བོད་མི་དམངས་ཀྱི་སྙིང་སྟོབས་དེ་ལྟ་བུ་མི་རིགས་རྗེས་མར་སློབ་གསོ་བྱ་རྒྱུའི་ད་ཡོད་ཀྱི་དོན་སྙིང་ཡང་ལྡན། ལུགས་དེའི་ཕྱི་ལོ་དབྱིན་ཇིའི། ཉེན་ཁ་མ་འཛེམས་དབྱིན་ཇིའི་ཉེན་ཁ་མ་འཛེམས་པར་ཁན་འབའ་ཐང་དུ་མི་སྣ་བཏང་སྟེ་བོད་ལ་ཡང་རྩིས་ཞུས་པར། བོད་མི་བོད་རིགས་མི་མང་གྱིས་དྲག་ཤུགས་ལ་བརྟེན་ནས་ཡིན་འགོག་མཐའ་གཅིག་ཏུ་བྱ་རྒྱུ་ཡང་ནི་གྲ་སྒྲིག་ཞུས་པར་བརྟེན་དབྱིན་ཇི་བའི་གནས་ཚུལ་དངོས་དེ་ཚབས་ཆེན་ཡིན་པ་མཐོང་རྗེས་གཞི་ནས་གནས་སྐབས་བོད་དུ་འགྲོ་རྒྱུ་ཞུ། ལོ་རྒྱུས་ཀྱི་དོན་རྐྱེན་བྱུང་རིམ་འདི་དག་ལ་རྟོག་ན་གནས་བོད་སྐད་བོད་དང་མེས་རྒྱལ་གྱི་འབྲེལ་བར་བོད་ཆོས་ཡོངས་ལུགས་ཡོངས་ཐང་དང། ཕྱི་རྒྱལ་བཙན་རྒྱལ་རིང་ལུགས་ནི་ཐོག་མཐའ་བར་གསུམ་དུ་མེས་རྒྱལ་ཁ་བྲལ་གཏོང་བྱེད་མཁན་གྱི་རྟེའུ་ཡིན། ད་འདི་གི་ལུང་འདྲེན་གི་མཆན་དེ་ཡིན་བས་ཏེ་ཡ་ཧན་འབྲང་གི་ཏཱ་ལའི་བླ་མའི་རྣམ་ཐར། མ་མོ་བྷི་ཁྲིན་གང་གི་སྤྱི་ལོ་ཆིག་སྟོང་གི་བརྒྱད་བརྒྱ་ཆ་བཞི་ལོའི་གི་རྒྱ་ཡིག་གི་སོགས་གྲངས་བརྒྱ་དང་ཁྲི་ནས་བརྒྱ་དང་དེ་ཡན་གཟིགས་ཏེ་དེ་འདྲ་བྱེད། ད་དེ་ལ་མཆན་གཅིག་བཀོད་འདུག་ལུང་འདྲེན་དགུ་བ་གི་མཆན་དེ། ད་བལ་འབྲུག་ལྟ་ན་ཨིན་ཆབ་པའི་ཆབ་པའི་ཚིག་དོན་ཕན་ཚུགས་ཨ་ནི་བོད་རང་སྐྱོང་ལྗོངས་ཀྱི་སྤྱི་ཚོགས་ཚན་རིག་གླིང་གི་དག་བླངས་གཙོས་གཞོན་པ་ཡིན་པ་དང་ཨ་ནི་ཞིབ་འཇུག་པ་ཡིན་པ་ལུང་འདོན་པ་ཡིན་པ་ཨ་ནི་བོད་རང་སྐྱོང་ལྗོངས་ཀྱི་མི་དམངས་འཐུས་མི་ཚོགས་ཆེན་གྱི་ཨ་ནི་ཀྲུའུ་རེན་གཞོན་པ་ཡིན་པ་ཀྲུང་གོའི་རྒྱལ་ཡོངས་སྲིད་གྲོས་ཀྱི་ཨུ་ཡོན་ཡིན་པའང་ཐེག་ཆེ་གཉིས་པ་དེ་གོང་གི་ལུང་བསྟན་དང་གཅིག་པ་གི་ཡི་གེ་དེ་ཚོ་ཡང་ཕྱིར་བཏོན་ཡོད་དེ། དེ་འདྲ་འདིའི་གི་ལུང་བསྟན་འདིའི་གི་བརྗོད་བྱ་དེ་མུ་མཐུད་དུ་བཀོད་ཡོད་དེ་ཁྱད་པར་ཚིག་དོན་ཕུན་ཚོགས་ལ་སོགས་པ་གི། ཁྱད་པར་ཚིག་དོན་ཕུན་ཚོགས་ལ་སོགས་པ་གི་བྲིས་པའི་པོ་ཆེ་ལུགས་ཀྱི་བསྡུས་བ་ཟེར་བ་དང། དེ་ལ་ལྔ་བརྒྱའི་སྐབས་དཔེ་ཕྲེང་གི་ཉིས་སྟོང་ཐམ་པ་ལོ་ཟླ་བ་ཉིའུ་ནང་པར་སྐྲུན་གྱིས་ཕྱོགས་གྲངས་ཉིས་བརྒྱ་དང་དྲུག་ཅུ་རེ་བཞི་ནས་ཉིས་བརྒྱ་དྲུག་ཅུ་རེ་ལྔ་བར་དུ་ཡོད་པ་དང་ཁྱད་པར་ཚིག་དོན་ཕུན་ཚོགས་དང་ནོར་གྲོང་ཨོ་རྒྱན་ཕུན་ཚོགས་ཚེ་རིང་སོགས་བོད་ཡིག་གི་ཕྲེང་ཆེན་ཡིན་སོགས་ཀྱི་བརྒྱུད་པའི་བོད་ཀྱི་ལོ་རྒྱུས་རགས་བསྡུས། གླང་ལྔ་དགྱེས་སྐུལ་དཔེ་སྐྲུན་ཁང་གི་ཉིས་སྟོང་གཅིག་གཉིས་ལོའི་ཟླ་བ་ལྔ་བར་དཔར་སྐྲུན་བྱས་པའི་ཕྱོགས་གྲངས་སུམ་བརྒྱ་ར་ཉིས་རྩ་གསུམ་དང་སུམ་བརྒྱ་ར་ཉིས་རྩ་བཞི་ལ་སོགས་པ་ནང་ཡང་ད་ལྟ་གི་ལུང་འདྲེན་ཁང་གི་ལུང་འདྲེན་དུ་བཀོད་འདུག་ཟེར་ཏེ།

ལེ་ལེ་སོགས་མཚོ་སྔོན་ནས་བོད་དུ་ཡོང་རྒྱུ་ཡི་གེ་འབྱོར་རྗེས། མགོ་སེར་བོད་དུ་ཡོང་བར་མཐའ་གཅིག་ཏུ་ངོ་རྒོལ་བྱས། བོད་རྡོ་བློན་ཆེན་ལ་སྤྱི་གཉེར། སྤྱི་རིགས་གན་རྒྱ་ཐུ་བོ་ཆེའི་ཟས་ལྟ་བུ་ཡིན་ནི་དེ། བོད་མི་དམངས་ཀྱིས་བཙན་རྒྱལ་རིང་ལུགས་པའི་ཚན་རྩལ་ལ་ངོ་རྒོལ་བྱེད་པའི་པའི་ཆོད་སེམས་མཚོན་བྱེད་དེ་ལྟ་ལུང་འདྲེན་འདི་ཡང་ཡ་དེ་ཨ་ནི་ཡང་ཡ་ཧ་འདྲ་གི་ཏཱ་ལའི་བླ་མའི་གནས་མཐར་ཕྱོགས་གྲངས་བརྒྱ་དང་བདུན། དེ་རེད་ཟེར་དེ་མཆན་དེ་མཆན་གཅིག་བསྐུར་འདུག་མཆན་དེ་དེ་རེད་བལ་ཏོ་དེ་ན་ཨ་ནི་ཁྲིན་ཆིན་ད་བོད་རིག་པའི་མཁས་པ་སྐད་གྲགས་ཅན་དེ་འདྲ་ཡིན་པ་དང་ཨ་ནི་མཚོ་སྔོན་ཞིང་ཆེན་སྤྱི་ཚོགས་ཚན་རིག་ལམ་གི་བོད་རིག་པའི་ཞིབ་འཇུག་ཁང་གི་ཨ་ནི་འགན་འཛིན་ཡིན་པ་ཀྲུང་ཀྲུང་གོའི་བོད་རིག་པ་ཞིབ་འཇུག་ལྟེ་གནས་ལོ་རྒྱུས་དང་ཆོས་ལུགས་ཞིབ་འཇུག་ཁང་གི་ནི་འགན་འཛིན་ལ་སོགས་པ་ལ་འགན་འཁུར་མཁན་དེ་འདྲ་ཅིག་རེད། ད་དེ་ལ་ཡེ་ཤུ་དོན་ཚན་གསུམ་གཅིག་འདུག་དང་པོ་དེ། ཆིན་རྒྱལ་རབས་ནས་བཟུང་སྟེ་ནི་རྒྱ་ནག་གི་ད་ལོ་རྒྱས་གྲབས་དེ་ཚོའི་ནང་ལོགས་ནས་ནི། ད་ལྟ་གི། མི་ལི་ཅན་ཧྭ་ཀྲུང་གོ་དང་ཨ་མི་རི་ཀ་གི་མཉམ་དེ་དེ་ལ་མེ་འཁོར་གྱི་ཚིག་འདི་བཀོད་ཡོད་པ་རེད། གལ་ཏེ་མི་རྒྱ་ནག་དང་ཨ་མི་རི་ཀ་གི་བར་ལ་དོན་དག་ཅིག་བྱུང་བའི་སྐབས་སུ་ད་ལོ་རྒྱའི་མཁས་པ་སྐོར་ཅིག་གིས་མཉམ་འབྲེལ་བྱས་ནས་ཨ་མི་རི་ཀ་ལ་སྐྱོན་བརྗོད་བྱས་པའི་སྐབས་སུ། ཨ་ནི་དབྱིན་ཇི་བ་གཉིས་དང། མིན་ལ་མི་ལི་ཅན་ཟེར་ཡ་གི། དང། དེ་ནས་ཡང་མིན་ཉི་གཟན་ཟླ་གཅིག་གི་མིང་ལ་ཧི་ཀྲུང་གོ་ཟེར་ཡ་ད་ཨ་མི་རི་ཀ་ཉེ་འབྲེལ་རྒྱལ་ཁབ་ཟེར་ཡ་དེ་གི་མིན་དེ་ཕྱེད་ཀ་ཕྱེད་ཀ་བྱེད་གི་ཨ་ནི་མི་གཉིས་གི་མིན་རེད་ཟེར་དེ་འདྲ་བྱེད་ན། ད་ལྟའི་གི་ལོ་རྒྱུས་པའང་དེ་ཚོའི་གི་ལོ་རྒྱུས་ལ་འགན་ཁུར་ཡ་དང་ལོ་རྒྱུས་གི་ཞིབ་འཇུག་གི་ཀུན་སྤྱོད་ལ་སོགས་པ་ག་འདྲ་ཅིག་མཚོན་དགོས་ན་ག་འདྲ་ཅིག་མཚོན་གི་ཡོད་རེད་ཟེར་ད་དེ་ཐོག་འབྲེལ་བྱས་ན་ཟོག་ད་དབྱིན་ཇི་གི་མི་གཉིས་དང་ཨ་མི་རི་ཀ་གི་མིན་དེ་ཕྱེད་ཀ་ཕྱེད་ཀ་མིན་ཆ་ཚང་དེ་ཕྱེད་ཀ་ཕྱེད་ཀ་ཟེར་དང་མི་གཉིས་གི་མིང་མིན་རེད་ཟེར་དེ་འདྲ་གོ་བ་ཡིན་ན་ག་འདྲ་ཅིག་ག་ད་ལོ་རྒྱུས་སྨྲ་བ་དེ་ཚོ་ག་འདྲ་ཅིག་ཁོ་རང་ཚོ་ཀུན་སྤྱོད་དང་ཞིབ་འཇུག་གི་གནས་སྟངས་དེ་སྐད་འདྲ་ཅིག་ཆགས་ཀྱི་རེད་ཨེ་ཟིག་དོགས་འདྲི། གཉིས་པ། ལུང་འདྲེན་དྲུག་པ་དང་གཅིག་པ་རེད་ལུང་འདྲེན་བདུན་པ་ནས་ལུང་འདྲེན་བཅུ་བ་བར་དུ་ད་ནན་བརྗོད་བྱས་ཡ་དེ་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་དོན་དོན་དྲུག་དབྱིན་ཇི་བཙན་རྒྱལ་རིང་ལུགས་ཀྱི་ཨ་ནི་ད་ལྟ་ད་མ་བརྒྱ་གོ་ཟེར་ཡ་གི་རྒྱ་ཁུལ་ལ་སོགས་པ་དང་ཨ་ནི་དབྱིན་ཇི་བོད་ལ་ཨ་ནི་ཡོང་ཡ་ཨ་ནི་བོད་པ་གི་ད་དེ་ལ་བལྟས་ཏེ་ངོ་རྒོལ་མཐའ་གཅིག་ཏུ་བྱས་པ། དེ་དང་དེ་ཡིན་ན་ཡང། ད་དངོས་ཡོད་གནས་ཚད་འདས་སོང་གཅིག་ཡོད་ཡ་དེ་ཆིན་བཙན་གྱི་རྒྱལ་བློན་ཚང་མ་གི་ཐོག་མཐའ་བར་གསུམ་དུ་ཡིན། ཕྱི་གླིང་བ་བོད་ལ་ཡོང་ཡ་ལ་རྒྱབ་སྐྱོར་གཅིག་ཡོད་ཡ། བོད་པ་ལ་དཔེ་དེ་གནོན་ཤུགས་སྤྲད་ཡ་དང་བོད་པ་ལ་དམན་མོ་གཅིག་ཡོད་ཡ།

ཨ་ནི་རྒྱ་ནག་དམར་ཤོག་གི་ད་དཔེ་དེ་མཚན་སྙན་ཡོད་ཡ་གི་ད་མཁས་པ་བོད་རིག་པའི་མཁས་པ་ཡིན་ཟེར་ཡ་དེ་ཚོ་གི་གི་ཨ་ནི་ལོ་རྒྱུས་གི་དཔེ་དེ་ཚོ་ནང་ཨ་གི་ཨ་ནི་རྒྱབ་རྟེན་བྱས་ཡོད་རེད། ད་འདི་ག་འདྲ་ཆགས་རེད་ན་དོན་བསྟན་པའི་ཨ་ནི་ཆིན་སེམས་བསྐྱེད་གི་ད་ལྟ་གི་ད་བཞང་གཙང་མའི་རྒྱན་རྒྱན་འདག་མ་གི་གི། ཨ་ནི་ཁོ་རང་གིས་ད་ཤང་ཚང་ཁང་གི་གི་མི་དེ་ཚོ་ལ་འཛིན་པའི་སྲིད་ཇུས་དེའི་ནང་བཞིན་གྱི་ཨ་ནི་བོད་ལ་འཛིན་པའི་སྲིད་ཇུས་དེ་གི་ཨ་ནི་དཔེ་མཚོན་རང་བཞིན་དེ་ཨ་ད་འགྱུར་བ་བཏང་ནས་ཨ་ནི་དཔེ་དེ་རྒྱ་ནག་དམར་ཤོག་གི་ལོ་རྒྱུས་མང་བ་དེ་ཚོ་འགྱུར་བ་བཏང་ནས་ཨ་ནི་ཡིན་བཙན་རྒྱལ་རིང་ལུགས་པ་གི་ཨ་ནི་མཚན་འདོན་བྱས་ཡ་དང། དེ་ནས་རྒྱ་ནག་དང་བོད་གཉིས་ཆར་གཉེན་འབྲེལ་བྱས་ནས་དེ་ལ་ཁ་གཏད་ཆགས་ཡག་གི་ནས་རྒྱལ་གཅེས་རིང་ལུགས་ཀྱི་ལོ་རྒྱུས་ཀྱི་རྒྱུ་ཆ་འགྱུར་བ་འགྱུར་བ་བཏང་ཡོད་པ་རེད་ཟེར་ཡ་དེ་རེད། དེ་ནས་ད་དོན་ཚན་གཉིས་པ་དེ། ད། ཆིན་མཚན་བཅས་དང་རྒྱ་མི་བཅས་ནི། ད་ལྟ་ཧྲི་ཀྲིན་དབྱི་སི་ཡ་གི་ནི་ཐག་གཅོད་རུ་ཁག་བཀོད་ཀྱི་ཡིག་ཆ་བཀོད་སྟངས་ཀྱི་གནད་འགྱུར་ལ་གཏིང་ཟབ་པོ་བལྟས་ན་ནི་ཀྲུང་ཧྭ་བཙན་རྒྱལ་ལ་ནི་ཀུན་སྤྱོད་དང་བདེན་པའི་ཐོག་བདག་པོ་རྒྱག་མཁན་ཞིག་ཡིན་ཐུབ་མེད་པ་ཞིག་ད་བདག་པོ་ཞེས་དེ་བོད་ཀྱི་བདག་པོ་ཡིན་ཡང་སྐད་ཆ་རེད་དེ་གི་ད་དེ།

ད་དེའི་གི་འབྲེལ་ཡོད་གི་རིག་གཞུང་གི་གྲུབ་འབྲས་དེ Google དང་དེའི་རིགས་ལ་བལྟས་དེ་ང་ལ་ནི་ནི་འཚོལ་བཤེར་བྱེད་ཆོག་པ་དང་ནི་གཞན་དེ་ད་ཁོ་ཧུན་ཚོན་དེ་འདྲ་སུན་འདྲ་བོ་ཅིག་བཀོད་འདུག་ད་ག་བ་དེ་འཇར་མན་གི

ད་ཁོ་རང་གི་གོང་ནས་དཔེ་མཚོན་བཞག་རྒྱུ་གི་དེབ་འདི་ཚུགས་ཀྱི་ཨ་ནི། ག་རེ་ཟེར་དགོས་རེད། ཨ་ནི། རིན་མེད་གི་ཨ་ནི་ཀློག་ཐུབ་ཡ་དེ་འདྲ། books dot google dot com ཟེར་དེ་ནི་ཨ་ནི་རིན་མེད་གི་ཀློག་ཐུབ་ཡ་དེ་འདྲ་རེད་ཟེར། དེ་ནི་ད་ཡི་ཕྱི་གི་ཉིན་བ་དེ། ད་ལྟ་ཧྲི་ཀྲི་ཡིས་ནི་ཁྲིད་རྒྱུ་གི་ཨ་ནི་ད། དག་ཞི། ཚོགས་པ་འདིས་དཔེ་དེབ་ཁུངས་ཡོངས་རྫོགས་ད་ཡེ་ཤེ་ཡ་ཝེ་ཡེ་ཤེ་ཡ་དང་རྒྱ་གར་དང་ཉི་ཧོང་དང་རྒྱ་ནག་དང་འབར་མ་དང་ཀྲ་བ་སོགས་ལ་ད་དེ་ས་ཆ་འདི་ཚོ་མང་པོ་སོང་ཡོད་ཡ་དང་སྐབས་དེ་གི་ད་ཉི་ཧོང་ལྟ་བུ་ཚོ་ནི། ཉི་ཧོང་ཏང་ཙེ་ན་ད་ཁོ་ད་མིང་ཅི་བི་ཤིན་ཟེར་ཡག་ད་འགྱུར་བ་བཏང་ཡག་ནི། ཁོ་ཚོ་རྒྱལ་ཁབ་གི་སྲིད་སྤྱི་དང་དེ་ཚོ་ལ་འགྱུར་བ་འགྲོ་བཞིན་པའི་དེ་འདྲ་གི་དུས་ཚོད་ཅིག་ཁེལ་དུ་ཡོད་རེད། ད་ཁོ་ན་རྒྱ་གར་དང་འབར་མ་ལྟ་བུ་ཚོ་ན་གོ་ཐོས་དབྱིན་ཇིའི་མངའ་ཁོངས་ཡོད་པ་གྲྭ་བ་ཚོ་ཡང་དེ་ལྟར་ཧོ་ལན་གྱི་མངའ་ཁོངས་ན་ཡོད་ཡ། ད་དབྱི་ཡི་ཤེ་ཡ་དེ་ར་ཤི་ཡ་མངའ་ཁོངས་ན་ཡོད་དེ་འདྲ་རེད། དེ་འདྲ་ཡིན་ན་ཡང་ད་ལྟ་ཧྲི་ཀྲིན་ཡིས་གོ་རིམ་གྱི་ཐུགས་བཞེད་ཚོགས་པ་འདི་ས་ཆ་འདི་ཚོ་ལ་ནས་འགྲོ་གི་ཡོད་པ་དང། དེ་འདྲ་ཡིན་དུས་གང་ལ་ད་ཁོ་རང་ལ་ཅིག་ག་རེ་གསུངས་རེད། ཁོ་རང་དེ་འདྲ་ས་ཆ་དེ་ཚོ་ཚོང་ཡ་དེ་ཁོ་རང་ཚོ་གི་ཨའོ་ཤིན་བཙན་རྒྱལ་གི་བཙན་དབང་གི་དེ་འདྲ་གཏོང་རྒྱུ་གི་གཏོང་རྒྱུ་མིན་པ་དེ་རྦད་དེ་གསལ་བོ་ད་ཡོང་མི་སྲིད་པ་དེ་འདྲ་རེད། དེ་མ་ཚད་ཨ་ནི་དེ་ལས་ད་ཨའོ་ཤིན་བཙན་རྒྱལ་གི་ས་ཆ་དེ་ཚོ་ལ་ཡང་ན་དེ་ཚོ་ལ་ཨ་ནི་ཡིན་ཅིག་ཚན་རྩལ་བྱེད་ཡ་གི

ད་ཆིང་སྲིད་གཞུང་གི་དཔོན་རིགས་དག་ཡིན་ན་ར་ཉི་ཧོང་དང་ཡོ་རོ་ཨ་རི་ལ་སོགས་པ་བཙན་དབང་རྒྱལ་ཁབ་ལ་དག་བྱེད་དེ་མངགས་ཡོད་པ་དེའི་སྐབས་སུ་མངགས་ཀྱི་ཡོད་པ་དང་ད་ཆིང་གི་དཔོན་རིགས་ལ་ལ་ལས་སྐལ་དེ་ནི་ཕྱིའི་རྒྱལ་ཁབ་ཀྱིས་བཀོལ་བ་ནི་བྲིས་ཡོད་པ། ཆིང་གི་དཔོན་རིགས་ཀྱིས་བྲིས་པའི་གནས་ཚད་ནང་དུ་ཁོ་ཚོ་ལ་མཐོང་ཆུང་དང་ཉེས་ཆད་ཡང་ན་བཙན་དབང་གིས་ས་ཁུལ་དང་ཞིང་ཆེན་ག་གེ་མོ་མ་བཏང་བའི་གནས་ཚད་དེ་བྱུང། མེད་པར་མ་ཟད་དེ་ལས་ལྡོག་སྟེ་གདན་བཞིའི་ཕོ་བྲང་དང་གཞུང་གི་ལས་ཁུངས་བཟོ་གྲྭ་སོགས་སུ་གནས་ཚུལ་སྐོར་སྣེ་ལེན་བྱས་ཡོད་པ་དང་དེ་བཞིན་ས་གནས་ཀྱི་ལས་ཁུངས་ཀྱི་ཁུལ་གཙོ་ཆབ་སྲིད་ལམ་ལུགས་དང་ལག་རྩལ། དམངས་ཀྱི་འཚོ་བ་སོགས་འགྲེལ་བརྗོད་བྱས་ཡོད་རེད། ཤིན་ཏུ་དཔེ་མཚོན་ག་ཁ་ཉིན་འགོར་གྱི་ཡིན་ཟེར་སྐོར་ནི་གོ་འདོད་དེ་དེ་རེད་ཟེར། དེ་ནས་ད་ལུང་འདྲེན་བཞི་བ་དེ་ལྟ་བུ་བྱུང་ན།

མི་དགེ་མ་བསལ་བ་དང་དེ་ནས་དེ་འདྲ་ཡོད་རེད་དེ་ཚོ་ལོག་ཞེན་དང་གཞི་རྩའི་ནག་དཔེ། གཏེར་མཛོད་སོགས་ཀྱི་ནི་བར་གསེང་རིགས་མང་པོ་ཡོད་རེད། ང་བ་དེ་དཔེ་མཚོན་ཁ་བ་དེ་སྤྱི་ལོ་ཆིག་སྟོང་གི་རྒྱ་ཕྱི་མའི་ང་གི་ལོའི་ཆིན་སྲིད་གཞུང་གི་གོང་མའི་ཉེ་འཁོར་བློན་ཆེན་བཙལ་རྩིས་སོགས་ནི་མི་ལྔ་ཕྱི་རྒྱལ་དུ་དག་བྱེད་ལ་བསྔགས་ཏེ། གླང་ཆེན་ལྔ་ཡི་ཕྱི་ནང་ལ་ཕེབས་པ་ཟེར་བའི་ནི་དེ་འདྲ་དང། དེ་ནས་ཙའི་ཙི་ཡིས་ཉི་མ་རེ་རེ་ལ་ནི་མཐོང་ཐོས་ཞི་ཕྲ་བྱས་ཏེ། དེའི་ཆབ་སྲིད་དག་བྱེད་ཉིན་ཐོ་ཟེར་བ་ཡོད་པ་དང་སློབ་སྦྱོང་ལ་ཧུར་བརྩོན་ཅན་གྱི་སློབ་མ་ཞིག་གི་ཉིན་རེ་ཉིན་རེ་བཞིན་ནི་སློབ་ཕྲུག་སྐད་ཀྱི་ཟིན་བྲིས་བྲིས་པ་ལྟ་བུ་ནི་དེ་འདྲ་ཞིག་ཚོགས་པར་བྱས་ཡོད་པ་དང། དེ་ལུང་འདྲེན་ཆིག་གཅིག།

རྫས་བརྩིགས་གོ་རིམ་གྱི་རྟ་འདི་ཐུགས་སུ་ཚོགས་པ་དེའི་ཕྱི་ལུགས་ཆིག་སྟོང་དགུ་བརྒྱ་བཅུ་མེད་ཁྲི་ཀ་ལོ་དག་ཟིན་པ་ལ་དབྱིན་ཇི་ནས་ཅིག་ཆུ་བཙིར་ཏེ། དབྱིན་ཇི་རྒྱལ་ཁབ་ནས་ཟླ་བ་གཅིག་ཟླ་བ་གཅིག། ལ་ཨ་ནི་དེའི་དེ་ཡོད་བ་དང་དེ་ནས་ཉི་མ་རེ་རེ་ཁོ་རང་ཚོ་ད་དཔེ་དེ་གོ་སྒྲིག་བྱས་ནས་ཨ་ནི་ནི་སྐོར་ད་ལྟ་ད་གི་སོང་ཡ་ཨ་ནི་ཁོ་ཚོ་ལས་གཞུང་གི་ལས་ཁང་དང་དམག་གི་དམག་གི་བཟོ་གྲྭ་དང་ཨ་ནི་བཟོ་གྲྭ་ལ་སོགས་པ་དེ་ཚོ་ད་ད་སྐོར་ར་ཆགས་རེད། དེ་མ་ཚད་ད་ལྷན་ཁང་སོ་སོའི་གི་ཆེས་མཐོའི་དཔོན་རིགས་དེ་ཕྱི་ལོག་ལ་ཡོང་ནས་སྣེ་ལེན་བྱེད་ཡ་དང། སྣེ་ལེན་བྱེད་ཡ་དེ་འདྲ་བྱས་ཡོད་རེད། དེས་མ་ཚད་པའི་དེ་ཡིན་གཅིག་གི་དང་མཁས་པ་དང། ཨ་ནི་གཅིག་གི། ནི། གཅིག་གི། ད་གཅིག་གི་འགྲེལ་བརྗོད་བྱེད་མཁན་ལ་སོགས་པ་མིའི་ཉི་མ་རེ་རེ་ནས་ཡང་ནི། ད་ཡིན་གཅིག་གི་ལམ་ལུགས་ལ་སོགས་པ། ཨ་ནི་ཁོ་རང་ཚོ་འགྲེལ་བཤད་བྱེད་ཀྱི་ཡོད་རེད། དེས་མ་ཚད་ལྷན་ཁང་སོ་སོའི་ཁོ་རང་ཚོ་ལ། དཔེ་དེ་ཡིག་ཆ། ད། ཡིག་ཆ་བཀོད་དེ་ཡང་ནི་དཔེ་མང་པོ་བྲིས་ཀྱི་ཡོད་རེད་ཟེར་ཡ་ལ་སོགས་པ་ད་དེ་མདོར་བསྡུས། མ་བསྒྱུར་རྒྱུ་དེ་རེད་བསམ།